རྒྱལ་སྤྱིའི་གསར་འགྱུར་གསལ་ཡང་དགའ་བོད་པའི་གྲོགས་པོ་གྲུབ་མཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩེག་ལྔ་སྤྱི་མདོ་དགུ་པའི་ཚེས་ཉེར་གཙང་ཉིན་རེས་གཟའ་ཟླ་བ་རེད་གུས་མོ་བསྟན་འཛིན་རྣམ་དཔྱོད་ཡིན། དེ་རིང་སླར་ཡང་གུས་མོས་བོད་ནང་བྱུང་པའི་སེམས་སྐྱོ་བའི་གནས་ཚུལ་ཞུ་དོགས་འོང་སྟེ་མཉམ་ཆུ་ཞོས་ཡིན་པས་ཟེར་རོགས་གནང། ད་ཉིན་ཤས་སྔོན་ལ་བོད་ནང་ལ་བྱུང་པའི་གནས་ཚུལ་ཅིག་འདུག་ད་དེ་མང་པོ་ཅིག་གིས་མཁྱེན་ཡོད་ཀྱི་རེད་རེད་བ་སྤྱི་ཚོགས་དྲ་ལམ་བརྒྱུད་ཅེས་དམིགས་བསལ་གྱིས་དར་རྒྱས་ནང་ལ་བཏགས་འདུག་གཟི་བདེ་ཉལ་གྱི་གྲོགས་པོ་གྲོགས་མོ་ཚང་མས་གཟིགས་ཡོད་ཀྱི་རེད་ད་དེ་སེམས་པོ་སྐྱོ་བོ་ཞིག་ཅི་རེད་ཤར་བ། བོད་ཀྱི་ཁོར་ཡུག་ལ་གནོད་འཚེ་ཆེན་པོ་ཞིབ་ཅིང་ཆུང་པའི་གནས་ཚུལ་ཞིག་ཏུ་གྱུར་པ། སྤྱི་ཚོགས་དྲ་ལམ་ནང་ཡིན་ནས་ལས་བོད་རིགས་སྤུན་ཟླ་མང་པོ་ཅིག་གིས་ཁོ་རང་ཚོའི་སེམས་ཚོར་འདི་མ་བཤད་ཉེས་འདུག་ལ་དེ་ནང་བཞིན་རྒྱ་མི་འདི་ཚོ་ཡིན་ནས་ལས་མང་པོ་ཞིབ་ཅིང་ཤེས་ལྡན་ཤར་བ། དེ་རིང་གི་ལེ་ཚན་འདིའི་ནང་ལ་ང་ནང་ཚོ་བོད་གཞིས་ཀ་རྩེ་ལ་གནས་ཚུལ་སེམས་སྐྱོ་བའི་གནས་ཚུལ་ཅིག་བྱུང་ཞག་དེའི་སྐོར་མཉམ་སྤྱོད་ཞུ་འོས་པའི་ཁྱེད་ནང་ཚོས་གསན་རོགས་གནང་ཐུགས་རྗེ་ཆེ། ཁྱི་སེང་གི་གནས་ཚུལ་དེ་བྱུང་སའི་ས་ཆ་དེ་གར་དུ་ག་བ་རི་དོ་ཞུས་པའི་ན་ཟུ་དང། ད་ལྟ་བོད་ནང་ཡོད་པའི་ཞི་ཁི་ཛི་ཡོད་པ་ད་ཞི་ཁི་ཛི་ཡིན་ན་བོད་ཀྱི་གྲོང་ཁྱེར་གཉིས་པ་དེ་ཆགས་བསྡད་ཡོད་རེད་ཀུན་གསལ་པན་ཆེ་རིན་ཆེན་མཆོག་གིས་ནི་བཀྲ་ཤིས་ལྷུན་པོ་ཕི་ཁའི་ཡོར་བ་ནི་བཀྲ་ཤིས་ལྷུན་པོ་ནས་བྱས་རྗེས། ཞི་ཁི་ཛི་གི་གྲོང་ཁྱེར་ནས་ཕ་ཐག་རིང་པོ་ཕྱིན་པའི་ན་གཡང་རྩེ་རྫོང་ལས་བསྡུར་བ་གཡང་རྩེ་རྫོང་ལ་ཡོད་པའི་ནི་སྐད་གྲགས་ཤིན་ཏུ་ཆེ་བའི་འཁྱགས་རོམ་ཞིག་འདུག་ཟུར་བ་འཁྱགས་རོམ་དེ་ནི་བོད་ཀྱི་ནི་འཁྱགས་རོམ་ཆེ་ཤོས་གསུམ་པ་དེ་ཆགས་ཏེ་བཞག་ར་ད་བོད་དེ་ན་ས་མཐོ་པོ་ཆེ་འཁྱགས་རོམ་མང་པོ་དང་གངས་རི་མང་པོ་ཡོད་སྐྱོར་ས་ཆ་བྱེར་བ་ཆེ་ཚང་ཨ་ནི་འཛམ་གླིང་ཁྱོན་ཡོངས་ལ་ཨ་ནི་ས་མཐོ་ཤོས་ཀྱི་འཁྱགས་རོམ་བྱོར་བ་འོང་དེ་གསུམ་པ་དེ་ཆགས་ཏེ་བཞག་ར་འཁྱགས་རོམ་དེའི་མིང་ལ་ག་ཟེར་དོ་ལབ་ན་ཁ་རེག་ལ་འཁྱགས་རོམ་འཁྱགས་རོམ་ག་ནོ་ལ་པིང་ཁྲོན་ཟེར་གི་པིང་ཁྲོན་ལ་ནི་གྷལ་ལེག་ཤི་འཁྱགས་རོམ་ཟེར་བ་ཨིན་སྐད་ན་ཞུབ་ན་ཁ་རོ་ལ་གྷལ་ལེག་ཤི་ཟེར་གི། རི་བོ་དེའི་མིང་ལ་ག་ཟེར་དོ་ལབ་ན་རི་བོ་ནི་ཅིན་ཀང།

འོ་འདི་ཡིན་ན་འཁྱགས་རོམ་ད་བོད་ནང་ལ་ཆེ་ཤོས་གཅིག་ཆགས་འདུག་ལ་ནི་དེའི་མཐོ་ཚད་དེ་ག་ཚོད་འདུག་ཞུས་པའི་ན་རྦ་མིས་ལྔ་སྟོང་ལྔ་བརྒྱ་དྲུག་ཅུ་བྱས་པའི་ཨ་ནི་རི་གཅིག་རེད་བྱ་འཁྱགས་རོམ་གཅིག་རེད་བྱ་རྦ་འོ་འདི་ལ་ཨ་ནི་འཁྱགས་རོམ་འདི་སྐད་གྲགས་ཆེ་དང་མ་ཆེ་ཆེ་ནས་རྦ་རྒྱ་མི་དེ་ཚོ་སླེས་རྗེས་བོད་ནང་ལ་ཨ་ནི་ལྟད་མོ་འཁྲབ་སེ་གི་ཨ་ནི་གཙོ་བོ་གཅིག་ཆགས་བྱ་ལ་ནི་ཡུལ་སྐོར་ཡུལ་སྐོར་སྤྲོ་འཆམ་འགྲོ་སའི་གི་ལྟེ་གནས་ཡང་གཅིག་ཆགས་དེ་བྱ་འཁྱགས་རོམ་འདི་ལ་ཆ་མཚོན་མེད་ན། ཉི་མ་ཁ་ཤས་སྔོན་ལ་ཨ་ནེ་སེམས་སྐྱོ་བའི་གནས་ཚུལ་ཅིག་གར་བྱུང་བ་རེད་ཞུས་པ་ཡིན་ན། ཕྱི་རྒྱལ་གྱི་ལུང་པའི་ཚོང་བདག་ཞུ་དུར་བ་འོ་འདི་མིང་སེནས་ན། Arc'teryx། Arc'teryx ཞེས་པའི་ཨ་ནེ་སྐམ་སྣི་ཞུ་དུར་བ་སྐམ་སྣི་དེ་ག་རུ་འདུག་ལབ་ན་ཀན་ན་ཀྲག་གི་སྐམ་སྣི་རེད་ཤག་ཚ་མདའ་རྒྱ་ནག་ནག་ལོ་ལ་ཚོང་ཁང་མང་པོ་ཞིག་ཞུ་དུར་བ་སྐམ་སྣི་དེ་ཨ་ནེ་ག་རུ་ཟུག་འདུག་ལབ་ན་ད་ལྟ་རི་རྫ་ཨ་ནེ་ཆུ་ལོག་ལ Tracking ཟིག་རུ་བ་རི་རྫ་འདྲ་བྱེད་དུས་བརྩམས་པའི་བོན་ཡིག་གི་དུག་ལོག་ཐུབ་ཆེན་པོ་དང་དམིགས་བསལ་གྱི་ཕྱག་དཔའ་དང་འཁྱགས་རོམ་དང་དེ་འདྲའི་གར་འགྲོ་དུས་འཇམ་པའི་དུག་ལོག་ཆུ་རྫུའི་མེ་སྒྱོགས་ཟིག་དང་ཨིན་སྐད་ནང་བཤད་ནོ Waterproof དེ་འདྲའི་ཡིན་ན་རླུང་དེ་མ་སླེབས་ཕྱིར་བ་ཆུ་ལོག་ནས་དང་འཁྱགས་རོམ་དང་འདྲ་འགྲོ་དུས་འཇམ་པའི་གནམ་གཤིས་གྲང་མོ་དང་རླུང་ཚ་པོ་ཆེ་ཡོད་རེད་བ། རླུང་ཆེན་པོ་ཡོད་རེད་བ་འོང་དེ་སྐག་ཐོའི་ནུས་པོས་གཡོས་ཀྱི་དུག་ལོག་གྲང་མ་འདྲ་ཟུག་འདུག་བ་ཡང་འོང་དེ་སྐམ་ནི་དེ་དང་བཟོ་ཚོང་ཁང Arc'teryx ཞེས་པ་དེ་དང་ད་ལྟ་རྒྱ་ནག་ནང་ལ་ཡོད་པའི་སྒྱུ་རྩལ་པ་ཟིག་དང Artist ཁོ་མཉམ་དུ་ནི་མཉམ་རྗེས་ཅིག་བྱས་ཅེས་ལས་འགུལ་ཞིག་སྤེལ་བྱས་བོད་ནང་ལ་རུ་བ། བོད་ནང་ལ་ལས་འགུལ་སྤེལ་ཉེས་ཀྱིས་ནི་ཁོས Collaboration ཞིག་འདུག་དེ་རིང་གི་ས་དང། ང YouTuber བྱས་ཁྱེད་རང YouTuber བྱས་ང་གཉིས་གཉིས་མཉམ་དུ་ཅིག་བྱས་བྱུས་པ་ལས་ཀ་ཅིག་འོང་དེ་ལས་ཞིག་འདུག Collaboration བྱས་པ་རེད་ས་ལས་འགུལ་ཞིག་སྤེལ་བ་རེད་ས། ལས་འགུལ་དེ་སྤེལ་ཉེས་འདི་ནི་ད་ལྟ Arcturus ཞེས་པའི་དུག་ལོག་གི་ནི་བཟོ་ཚོང་ཁང་འདི་དང Company འདི་དང་རུ་བ་ནི་རྒྱ་ནག་ནང་ལ་ཡོད་པའི་རྒྱ་མི་ཞིག་ཏུ་སྒྱུ་རྩལ་བ་རེད་ལོས་དུ་ར་ཁོ་དོག་ཉེས་པ་ཅིག་ཁོའི་མིང་ལ་ག་ཞིག་ཏུ་ལོས་ན་ཚའི་གོ་ཆང་ཞིག

ཚའེ་ཀོང་ཆང་ལས་ཁོ་བསྐྱར་བསྐོ་ཞུ་དོགས་ཁོ་རྒྱུ་རྫས་པ་ན་ཇི་ཡིན་ཞེས་བྱས་མིང་སྟོང་པ་ཞིག་ཁྱི་རྗེ་རི་བ་བོད་ན་ལ་ཨ་ནི་ཁ་རིས་ལ་འཁྱག་རོམ་ལོ་ཡི་བ་འོང་དེ་རིགས་ཀྱི་རིགས་སྐྱེས་པ་རིགས་ག་ཛ་ཅིག་ག་ལ་གར་བྱེད་དོ་ལབ་ཡིན་ན་ཁོ་དང་ཨ་ནི་ད་ལྟ་བཟོ་ཚོང་ཁང་དེ་མཉམ་འབྲེལ་བྱས་པའི་ཤོ་བག་ཅིག་བཟོས་ཤར་བ་རྒྱ་མི་དེ་བཟོས་སྐྱོར་ད་ཨ་ནི་རྒྱ་མི་དེ་བཟོས་རྗེས་ད་ལྟ་བོད་ཀྱི་ཨ་ནི་གངས་རི། ཡོད་ས་བྱོལ་བ་འོང་འདི་ག་ལ་ལྟོག་བྱས་ན་ཁྱེད་རྣམས་ཚོ་གཉེན་དུ་སིབ་ན་ཤིར་བ་དེ་ཤ་ཤ་ཡོད་གར་ཁོག་དེ་གར་སུ་ཏོ་ལབ་ཡིན་ན་ཁོ་རྒྱང་གྲགས་ཅིག་ཁྱི་བྱེར་བ་རི་ག་ལ་ཨ་ནི་ཤོ་བ་དེ་ག་བྱེ་རི་ག་ནས་བ་བུ་ཏོ་དེ་ཆེན་པོ་ཤིབ་ཤུ་ཏོག་ང་ཚོ་གཉེན་དུ་ན་ཐང་ཐུ་འདུལ་རེད་མ་ཤེས་རི་འདྲེ་ཆེན་པོ་ཅིག་ག་དེ་ག་ཟིག་ཅིག་ག་དུས་ཙམ་པ་ཆེན་པོ་ཤིབ་བྱེར་བ་ཡང་ཨ་ནི་རི་ག་ལ་ག་བྱེ་ཁོས

སྒྱུ་རྩལ་པ་གཅིག་གི་ཁོར་ཡུག་ལ་གནོད་སྐྱོན་བྱུང་གི་འདུག་ལ་སྒོའི་རྒྱུ་མཚན་ཁར་དུ་ཞུ་བས་ན། ད་གར་གོ་དེ་ནི་ཤོ་བག་ཁྲི་ཕྲག་མང་པོ་ང་ཚོ་བོད་ཀྱི་རིའི་ཁ་ལ་པ་ཅེར་བ་ཐོ་ཐོ་ཐོ་ཐོ་ཐོ་ལ་པེ་ཤི་ན་སོ་དོ་བ་པ་ཀྱོ་དེ་ནི་ཁོར་ཡུག་ལ་གནོད་འཚེ་ག་གཱས་ཆེན་པོ་ཡོད་རེད་ཞུ་བས་ན་རེད་བ། ད་དེ་བོད་དེ་ཡིན་ན་ནི་རི་བོ་དེ་སྐམ་པོ་ཅེར་བ་ས་ཆ་སྐམ་པོ་མཐོ་པོ་རེད་བ་ཡང་མཐོ་པོ་ཅིག་ཡིན་དུས་བརྩམས་པའི་ས་ས་སྐྱེས་ཅུ་བ་ང་ཚོ་ནམ་རྒྱུན་ཡིན་ན་ས་ཆ། དམའ་ས་དེ་བ་ལ་རྩྭ་དེ་ཚོ་མགྱོགས་པོ་ཅིག་སྐྱེ་གི་རེད་ལ་ནི་བློན་པ་ཞེས་དེའི་རེ་བ་ཡིན་ནའི་ལ་བོད་དེ་ས་ཆ་སྐམ་པོ་ཅིག་ཡིན་དུས་རྩམ་པའི་ར་མི་བཟད་ཀྱི་ས་མཐོ་པོ་ཅིག་ལ Eco System ཟིག་འདུག་ཨ་རྩྭ་སྐྱེ་དེ་ཚོ་དཔེ་དཀའ་ལས་ལྷག་པོ་ཡོད་རེད་ས་ཁ་ལིག་ཁ་ལིག་ཅིག་ད་མདོ་ད་ལྟ་སྤྱི་མདོ་དགུ་པའི་ནང་ལ་གར་འདོད་ལབ་ན་བོད་ནང་ལ་ད་ཚང་མ་ལོ་སྐམ་པོ་ཆགས་ཡའི་དུས་ཚོད་བྱུ་བ་དགུང་དགུན་འགྲིམ་ལེ་ཧོར་བང་མཛོད་འཁྱག་བཅས་དུག་ལོ་འཐུག་པོ་གོན་ཡའི་དུས་ཚོད་ལེ་ཧོར་རེད་ནི་ཆར་པ་དེ་ཚོ་ཆའི་དུས་ཚོད་ལེ་ཧོར་རེད། རྩྭ་ཚང་མ་སྐམ་བསྡད་པའི་དུས་ཚོད་ཞིག་རོལ་བ་ཡང་དུས་ཚོད་འདི་ལ་ཁོས་ཤོ་པ་ཞིག་པ་ཞིག་ཚང་མ་ལོ་མི་གྲངས་སྟངས་བཞག་རོགས། མི་གྲངས་སྟངས་བཞག་དུས་ཙམ་པས་ཨ་ནི་འདི་ལ་བ་ལ་བསྡད་ཉེ་གཡས་གཡོན་ལ་བསྡད་ཉེ་རི་གང་ལ་བསྡད་ཉེ་གི་རི་སྐྱེས་སེམས་ཅན་ག་ཚོད་རེད། རི་བོང་དོ། རི་བོང་དེ་ཚོ་ཡིན་ན་ད་ལྟ་བོད་ཀྱི་རི་བོང་ཟིག་ཡོད་རེད་པ། ཐད་ཐོག་སུ་ཞུ་དུག་སྙིང་ཅིག་མོ་ཞུ་དུག་གཉེན་དུག་དེ་བ་ཅིག་བཞག་བཞག་ཡོད་ཁྱི་ནག་ཚོས་གཟིགས་མནོ་ཞིག་རི་བོང་དེ་ཚོ་ཡིན་ན། ད་ལོ་སྟོང་ཕྲག་མང་པོ་ཁྲི་ཕྲག་མང་པོ་རི་ག་ལ་བསྡད་དེ་རོགས་ཁོ་རང་ཚོའི་སྤུ་གུ་སྐྱེས་རྗེས་དུག་ཆེན་དུ་སྐོར་བརྒྱབ་རྗེས་བསྡད་དེ་དུས་བརྩམས་པའི་རི་བོང་དེ་ཚོའི་ཁ་ལག་ཡུལ་ན་མེད་ན་དེ་རི་ག་ནས་རྩྭ་དེ་ཚོ་ཟ་དེ་འོ་རུ་བ། རྩྭ་ཟ་ཡ་ཡི་དེ་ཚོའི་ཁ་ལག་ཟ་ཡ་དེ་ཚོ་མེད་པ་ཅིག་ཆགས་འདུག་ཨ་ཡང་རི་བོང་དེ་ཚོ་གཉིས་པོ་དེ་སེམས་ན་ལ་འཇིགས་སྣང་ག་ཚོད་སླེབས་འོ་རུ་ད་ཁོ་ཚོ་ཞི་བདེ་ལྷིང་འཇགས་ཅིག་བསྡད་དེ་རུ་བ་ཧོབ་ད་མི་སྡུག་ཅག་པང་གོ་ཅིག་གི་རུ་བ་ཤོ་པ་ཨ་མཆན་ཅིག་ཆེན་པོ་ལས་དུས་བརྒྱབ་ཆེན་པོ་ཅིག་བརྒྱབ་དུས་བརྩམས་པའི་སེམས་ཅན་དེ་ཚོ་ཚང་མོ་ལོ་ཞེ་བདག་ཆུ་རུལ་བ་ཡང་ད་ནི་བོད་ཀྱི་ནི་རི་མོ་མཁས་ཅན་ཅིག་གིས་བྲིས་ཤག་ག་ཁྲི་དང་ཡིག་ཧྲུག་ཅག་ལ་ངོ་ཚ་ཡ་མེད་སྐྱོ་གི་སྒྱུ་རྩལ་པ། ཁོ་ཡུག་ལ་གནོད་འཚེ་བྱེད་ཉེས་ཀྱི་སྒྱུ་རྩལ་པ་ཟེར་བ་རི་མོ་འདི་པ་ཞིག་བཞག་ཤག་ཡོད་སེམས་ཅན་གཡག་དང་ནི་ད་རིགས་ཀྱི་སེམས་ཅན་ཚང་མོ་བོད་བྲོས་བྱོལ་བ་ཉིན་བྱེད་དེའི་རྐྱེན་པས་རེད་བ་འོང་དེ་འདྲའི་གི་ནི་གནས་ཚུལ་སེམས་པ་སྐྱོ་བོ་ཞིག་འདུག་ཟེར་བ་ང་ཚོའི་བོད་ནང་ལ་ཨ་ནི་ཁར་ཆགས་འདུག་ལབ་ཡིན་ན་བོད་ནང་ལོ་ལ།

སྤུན་ཟླ་ཚང་མ་ལོ་ཡིན་ན། ད་བོད་ཀྱི་ཆུ་དེ་བོད་གཅིག་པོ་མ་རེད་ཧི་མ་ལ་ཡ་གྱི་སྣེ་མང་ཀླད་ཀྱོག་དེ་ད་ལྟ་ཨེ་ཤི་ཡ་ནག་ལོ་ལ་ཚང་མ་དེ་ལ་བརྟེན་བྱས་བསྡད་སྡོད་རུ་བ་ཡང་ད་འོང་འདུག་བྱས་གནོད་འཚེ་ཆེན་པོ་ཞིག་སྐྱེས་ཏེ་ཤར་བ་ཤིག་གི་རི་སྐྱེས་སེམས་ཅན་ཡོད་རུ་བ་གཡག་དང་རི་བོང་དང་བྱིའུ་དང་སྦྲ་མ་འདྲ་ཡོད་རུ་བ་ཟི་དང། ཁོ་ཚོ་ཚང་མ་ལོ་ལ་བྱས་ན་སེམས་ནང་ལ་ཨོ་ཧོབ་དང་སོ་སོའི་ནང་ལྷོད་ལྷོད་བྱས་བསྡད་སྡོད་རུ་མི་གཅིག་གི་བམ་གཡུག་བས་ན་ཁྱེད་རང་གི་ཁྱིམ་ཚང་དེ་ག་ཚོད་ཆེ་བ་རེད་བྱས་ན་ཚོ་བ་ཆ་ཡིན་ཤར་བ་འོང་འདུག་བྱས་རུ་བ། ཨ་ནི་དེ་ནས་ད་མི་དེ་ཁོའི་ཤོ་བག་ཅིག་སྤར་བ་ཡིན་ནའི་ལས་མི་དེ་མི་ཆེན་པོ་ཅིག་ཆགས་པའི་ཉེན་ཁ་ཡོད་ཡོད་རེད་བ་ཡང་མི་ཤོ་བག་ཁྲི་མང་པོ་ཅིག་སྤར་དུས་རྩམ་པའི་ཡིན་ན་རི་རི་ག་ང་དུག་ཆེན་པ་ཞེས་དོག་ཁོས་འགྱེལ་བྱུ་ཞིག་བཟོས་རྗེས་སྤར་ངོ་དེ་ང་ཚོའི་བོད་པའི་ཁོར་ཡུག་ལ་བས་གཏོར་སྐྱོན་ཆེན་པོ་ཞིབ་ཅིག་བཏང་ཤག་རེད་བ། ད་དེ་དེ་ད་ལྟའི་ས་ཆ་དེ་ལ་བཏང་པ་ཐེངས་དང་པོ་རེད་འདུག་བས་ཞུ་བས་ན་ཐེངས་དང་པོ་མར་ཤག་རེད་བ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལ་རྒྱ་གུང་བྲལ་གྱི་ཡང Director ཟེར་བ་ལྟད་མོ་བཟོ་ཉེ་ཞུ་འདུག་ཁོས་ཁར་ཆེད་དུ་ལབ་ཡིན་ན། ལྟད་མོ་ཞིག་བཟོས་ཤར་བ་དགུ་བཅུ་གོ་གཉིས་ལོར་གློག་བརྙན་ཞིག་གློག་བརྙན་དེ་གར་དུ་ལབ་ན་གཉིད་མ་གཉིད་མ་བལྟ། ཨིན་ཇི་མིན་ཇེ་ལེབ་རེས་ར་བོད་ནང་སླེབས་དུས་བརྩམས་པ་ཡིན་ན། ཁ་རས་ཨིན་ཇི་མིན། སེལ། མེད་པས་དེ་འདྲའི་གཉེན་དུ་ལྟད་མོ་ཞིག་བཟོས་ཤར་བ་ཁོས་ལྟད་མོ་དེ་བཟོ་དུས་ལྟད་མོ་དེའི་ནང་ལ་ཁོས་ད་སིན་སིང་མར་བའི་ཨིན་སྐད་ནང་ཞུས་པ་ན་ལྟད་མོས་ཏིས་ཞེས་བསྡུར་བ་སྐར་མ་གཅིག་ལས་ཉུང་བ་ཞིག།

ཨ་མ་ཟ་ལས་བྱོས་པ་འོང་དེ་སྲིན་ལོར་བ་དེ་འདྲ་ཅིག་བཟོས་བྱས་དུ་འོང་ཁོས་འཁྱག་རོམ་དེ་གཏོར་བྱ་རུ་བ། གཏོར་བྱས་ད་ལྟ་གཉན་དུག་དེ་སྲིད་ན་ཤི་རུ་བ། ད་ལྟ་བུ་དོ་ལྟ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ནས་བྱས་ད་ལྟ་བུ་དོ་ལོ་ག་ཚོད་ཕྱིན་སོང་འཁྱག་རོམ་དེ་རང་ཅག་སྟོང་པོ་སྟོང་རྐྱང་ཆགས་བྱ་རུ་བ་རི་ལ། འཁྱག་རོམ་དེ་ཚོ་ཨོ་ནི་ཆ་ཡ་ལ་ལོ་ཁྲི་ཕྲག་མང་བོ་གོ་གོ་རེད་ཟ་རུ་བ། ལོ་གཅིག་གཉིས་ན་སྐྱེ་ཡས་དང་ཆ་ཡ་འདྲ་བཅས་མི་འདུག་རུ་བ་བྱས་ཙང་ད་ང་ཚོའི་བོད་ཀྱི། ཁོར་ཡུག་ལ་གཏོར་སྐྱོན་ཆེན་པོ་ཞིབ་ཕྱིར་འགྲོ་བསྡད་ཡོད་འདུག་བ་ཡང་འོང་རྒྱ་རི་ཤཱགས་ཁོ་ན་ཚོ། ད་དེ་ནས་བོད་རིགས་སྤུན་ཟླ་དང་མི་མང་པོ་གཅིག་གིས་ཁོ་རང་ཚོའི་བསམ་ཚུལ་བྲིས་འགྱོ་ཞུ་འདུག་འདི་བློ་ཆིངས་དང་རྒྱ་ཡིག་ནང། གོང་དུ་གུས་མོ་དེ་ཞི་ལ་མ་སུ་ཀའི་ཧུང་ཧ་གུ་ལའི་གཅིག་གིས་ལྟད་མོ་ཞིག་བཟོས་ཡོད་རེད་གསར་པ་ལྟད་མོ་དེས་འཁྲབ་ཁྲིད་པ་དེ་མིང་ལ་གར་ཟིག་ཏུ་ལབ་ཡིན་ན། ཧྥང་ཞའོ་ཉིང་ཟེར་གི་རེད་བ། ཁོ་ད་ལྟད་མོ་དེ་ཟུར་དུས་ཙམ་པས་ང་ཚོའི་དེ་ད་ལྟ་སྤྱི་ཚོགས་ཆ་ལམ་ན་ཐོན་ཡོད་འདུག་ཁོ་དེ་རིང་མི་དེ་པར་བསྡད་བཞག་བཞག་ཡོད་རེད་བ། ཧྥང་ཞའོ་ཉིང་ལས་དེ་ཁོ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལ་ལྟད་མོ་ཞིག་བཟོས་རྗེས་ནི་ང་ཚོའི་བོད་ནང་གི་འཁྱག་རོམ་ཆེན་པོ་དེ་གཏོར་རྗེས། ལྟར་བྱ་རྒྱུ་དེ་ག་རེ་ལབ་ཡིན་ན་དབྱིང་ཕའི་ཏན་ཡིང་ཏྲ་ཏའོ་ལོ་ཀྲུའུ་མིང་པིང་ཁྲོན་ས་ཅན་ད་ཇི་ད་མ་ས་ལྟད་མོ་ཅིག་ཁྱབ་ཡ་ཆེད་དུ་རེད་བ་འཁྱག་རོམ་ཅིག་གཏོར་གི་རེད་ཟེར་བ་པར་རྩེ་བླུགས་རྗེས་རེད་བ།

ས་མཐོ་ལ་ནི། ཡན་བྷ་ཧས་ནི་ཤོ་བ་པ་ཡ་དེ་ནི་གནོད་སྐྱོན་ཆེན་པོ་ཞིག་བྱུང་བ་རེད་ཅེས་མི་མང་པོ་གཅིག་གིས་ནི་སོ་སོས་སོ་སོའི་གི་ནི་བསམ་ཚུལ་བྲིས་བཞག་ལ། པར་བསྡུར་བ་ཅིང་ཀྲི་ཤི་ཡན་ལི་ཏུ་ནོ་སི་མོ་གིང་ཛུན་ལི་ཏུ་ཨའོ་དེ་ཚོས་ལ་དེ་ཁོ་ཤོ་བ་པ་སི་དེ་ལ་པ་ཟི་བྲིས་བཞག་རེད་བ་ད་བྲིས་དུས་ཙམ་པས་དེ་གར་སི་འོ་རེད་ལབ་ཡིན་ན་ས་མཐོ་པོ་དང་རྩ་སྐམ་པོ་རེད་བ་ཡང་སྐམ་པོ་དེ་ལ་ཐ་མག་མ་འཐེན་གལ་སྲིད་ཁྱེད་རང་ཐ་མག་འཐེན་པ་ཡིན་ན་དེ་ཐ་མག་མེ་བཟའ་ཆུན་ཆུན་ཅིག་བཟའ་བའི་རྐྱེན་གྱིས་མེ་ཚང་མ་རི་ག་ང

ཨ་མྱེས་ཆེ་ཤཱས། རོགས་པ་ཅེས་ཧར་ཆེ་ཏུ་ལབ་ན་ཧྲི་ཅེས་ཁ་ཡིག་མེ་ཡོ་ཧྲི་ཛུ་ཉའོ་ཟ་ད་ནྡ་ཀམ་ནི་བརེན་ཅིག་འདུག་ག་ཡང་འོང་དེ་མེད་ན་འགྲིག་གོ་རེད་ཟ་ད་སྤུ་ནང་མེ་ཡོ་ཤི་མ་ལ་ཡ་ཧྲ་མའི་ཟ་ནི་ཧི་མ་རི་བོ་ཧི་མ་ལ་ཡའི་རི་རྒྱུད་སྦྱོར་བ་འདི་མེད་བས་ནི་འགྲིག་མ་རེད་ཟ་གོ་རོ་ཁྱོད་ཡོང་ལ་གལ་གནད་ཆེན་པོ་ཅིག་ཆགས་འདོད་རེད་བ་ང་ཚོ་བོད་ཞེས་པ་འདི་ས་མཐོ་པོ་འདི་རེད་བ་འོང་རྒྱ་ཅིག་བྲིས་ཤཱས་རེད་བ།

བན་ཧྲན་ཅུའུ་ཧྲི་ཡིས་ཧྲུའུ་སཱ་རི་དང་ནི་རང་བྱུང་གི་ཁོར་ཡུག་ཞུ་དོགས་འོག་འོང་དེ་སྒྱུ་རྩལ་གྱི་རེས་གཟར་བ་བ་ཧུའུ་ཐ་མན་ཚའེ་ཧྲི་ཅན་ཀྲེན་ཏེ་ཡིས་ཧྲུའུ་སཱ་དེ་ཚོ་ལ་སྲུང་སྐྱོབ་བྱས་པས་ན་དེ་དངོས་གནས་ཀྱི་སྒྱུ་རྩལ་རེས་བྱེད་གཞར་བ་དང་དེ་དངོས་གནས་བ་ཡང་བོད་ཀྱི་རང་བྱུང་ཁམས་དེ་ཚོ་ག་འདྲའི་སྙིང་རྗེ་མོ་དང་དེ་ཚོ་དངོས་གནས་སྒྱུ་རྩལ་བ་བྱས་ནས་བཟོ་ཐུབ་མར་བ་རང་བྱུང་ཁམས་ལ་དེ་ལ་འགྲན་བསྡུར་ལྟ་ཐུབ་ཉེ་བཅས་ཡོད་མར་བ་འོང་དེ་བྱེད་གཞར་སྤུན་ཟླ་གཅིག་ཨང་སྤྱི་ཚོགས་ཆ་ལམ་ན་རོགས་པ་མང་པོ་ཅིག་གིས་རེད་པ་ཨ་ནི་ཁོ་ཚོ་ལ་ཆད་པ་བཏང་གི་རེད་ཟེར་བ་རང་བྱུང་ཁམས་ལ་གནོད་འཚེ་བྱེད་ཀྱི་འདུག་ཟེར་ནས་མང་པོ་ཅིག་གིས་མཉམ་སྤྱོད་བྱས་ཤག་ད་ལྟ་བོད་ནང་བྱུང་པའི་གནས་ཚུལ་དེ་མཉམ་སྤྱོད་ཞུ་བའི་རྒྱུ་མཚན་ག་རེ་ལབ་ཡིན་ད་ང་ཚོ་བོད་དང་ཁ་བྲལ་རྗེས་ད་ངའི་བཟོ་འདྲེ་ནི་བོད་ནས་མར་ལས་ཀྱི་བསྡད་རྒྱུ་རེད་པ་ཨ་ནི་མིའི་ལུང་པ་དུག་ཆེན་དེ་དེའོ་རེད་པ་ཨ་ནི་མང་པོ་ཅིག་ཡིན་ན་ད་ལྟ་ད་རྒྱ་གར་ལུང་པ་ཡིན་ནས་ད་ཕྱི་རྒྱལ་ལུང་པ་སྐད་ཅེས་ཡིན་ན་སོ་སོ་བོད་ལས་དེ་རེད་ང་བོད་པ་ཡིན་ལབ་མི་ཤེས་ཐི་བ་ཐེ་ཉུང་ཡོད་མ་རེད་པ་མང་པོ་ཅིག་གིས་དཔྱད་རྩ་རང་བྱུང་ཁམས་ལ་གཏོར་སྐྱོན་ག་ཚོད་བཏང་དགོས་ཡོད་མེད་དེ་ཤེས་དགོས་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག་རེད་བ། ཨ་ནི་གཙོ་བོ་ཆེ་ཤོས་དེ་དེ་རིང་གི་བརྙན་ཐུང་དེ་བརྒྱུད་རྗེས་བོད་ནང་ནས་ད་བོད་ཕྱི་ལོག་ཡོད་པའི་བོད་རིགས་སྤུན་ཟླ་ཚང་མ་ལ་རྡོག་རྩེ་གཅིག་སྒྲིལ་གནང་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག་གསུང་གི་འདུག་རེད་བ། དེ་རིང་གི་བརྙན་ཐུང་དེ་ནང་ལ་བརྒྱུད་རྗེས་རེད་བ། ཨ་ནི་དབྱིན་ཇི་ནང་དང་འདྲ་བརྙན་ཐུང་བཟོ་མཁན་རྒྱ་ཡིག་ནང་ཨིན་དི་བརྙན་ཐུང་བཟོ་མཁན French ནང་ལ་བརྙན་ཐུང་བཟོ་མཁན་འདྲ་ཡོད་ན་དེ་ཚོའི་སྒང་ལ་བརྙན་ཐུང་བཟོས་རྗེས་གོ་རྟོགས་སྤེལ་གནང་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག་ད་གུས་མོས་དེ། བོད་སྐད་རྒྱ་དེ་དོན་ཙམ་པའི་བོད་པ་མ་ཞིག། སེམས་ཉེན་ཡོད་མ་རེད་བ་བྱས་ཙང་ཨ་ནི་དེས་ང་ཚོ་ནང་ཁུལ་ལ་སེམས་ཤུགས་སྤར་ཡས་ད་གོ་ཐོབ་པའི་ཕྱིར་བ་འོང་རྒྱ་རེད་བྱས་ཨ་ལ་སོ། དེ་རིང་སེམས་སྐྱོ་བའི་གནས་ཚུལ་དེ་མཉམ་བྱོས་ཞོལ་གྱི་ལེ་ཚན་འདེད་བཅུག་འདོད་ཡིན་སོན་ཇི་མའི་ལེ་ཚན་ནང་ང་ནག་ཚོ་ཡང་བསྐྱར་བྱས་ཡོང་མ་བྱས་བར་སྐུ་སུ་ལ་ཐུགས་བཅག་གནང་རོགས་གནང་ཞུ་དེ་ཅང་གོ།
ལྷན་རྒྱས་ཁམས་བཟང། ད་ང་ཚོའི་ཧི་མ་ལ་ཡ་རི་རྒྱུད་ལ་ཡ་ནི་རི་ཁྱོན་ཡོངས་ལ་ཡ་ཤོ་པ་རྒྱལ་བོ་ཡག་གི་གནས་ཚུལ་དེ་ལྷན་རྒྱས་ཚང་མས་གོ་ཐོས་བྱུང་ཡོད་ཀྱི་རེད། ད་དེས་ན་ང་ཚོའི་ཀྲུང་གོའི་གྲགས་ཅན་གྱི་སྒྱུ་རྩལ་མཁས་པ་ཚའེ་གོ་ཆང་དང་གྱོན་གོས་ཀྱི་གྲགས་ཅན་ཚོང་བདག་ཧྲི་ཙུ་ཉག་གུ་མཉམ་འབྲེལ་ཐོག་ལ་ཡ་སྦས་སྦས་ཀྱི་དྲིལ་བསྒྲགས་ཀྱི་བྱེད་སྒོ་དེ་འདྲ་ཅིག་རེད་ཤག། བྱས་ཙང་ད་གནས་ཚུལ་དེ་བྱུང་པའི་རྗེས་ལ་ཡ་དྲ་ཐོག་ལ་ཡ་ནི་མི་མང་པོ་ཅིག་གིས་ད་ཅིག་གི་དཔྱད་གཏམ་སྦས་རྗེས་གནས་ཚུལ་དེ་ཡག་བོ་མ་རེད་ཟེར་ཆེད་སྐྱོན་བརྗོད་གནང་ཤག། ད་འདི་ན་ཕྱོགས་ཁ་ཤས་ཅིག་གི་ཐོག་ནས་གསུངས་ན་ཤ་ད་དང་པོ་དེ་ག་རེད་ཟེར་ན། ཧེ་མ་ལ་ཡ་གི་རི་རྒྱུད་ཟེར་ཡ་དེ་ནི། འཚོ་ཚིས་ངོས་ནས་མི་ལྔ་སྟོང་ལྔ་བརྒྱ་ལྷག་ཙམ་གི་ས་ཆ་ཅིག་ཡིན་དུས་རྩ་ནས་དེའི་གི་སྐྱེ་ཁམས་ཁོར་ཡུག་ལ་ཡ་གཏོར་སྐྱོན་བཏང་མིན་ན་སླར་གསོ་ཡོང་ཡ་དེ་ཧ་ཅང་གི་འགོར་པོ་ཡིན་པ། ཐ་ན་ཡིན་ན་ལོ་བཅུ་ཕྲག་འདི་འདྲའི་འགོར་གི་ཡོད་པའི་གི་ག་མི་གསུངས་ཤ། ཨ་མ་ཟེར་ཡིན་ན་ཁོ་ཚོས་ད་ད་རེས་ཀྱི་གར་སུ་རེད་ཨོ། ཤོ་པག་དེ་ནག་གི་ཟས་སྐྱོན་དངོས་པོ་མང་པོ་གཅིག་ད་ཁོར་ཡུག་ལ་ཡ་ཨ་ནི། གནོད་སྐྱོན་མེད་པ་དང་ནི་ཡའི་མགྱོགས་པོ་ཡོད་པ་དེ་འདྲས་ག་མོས་གསུངས་འདུག་ཡིན་ནའི་ལས་ད་དྲ་ཐོག་ལས་མང་ཚོགས་མང་པོ་བྱེད་གས། ད་དེ་ཡིན་ན་ག་འདྲས་བྱས་ནའི་ལས་ཁམས་ལུང་ལས་བཙོག་སྐྱོན་བཟོ་གི་རེད། གཉིས་ནས་དེ་ཡིན་ན་ས་རྒྱུན་ནང་ལ་ཐིམ་འགྲོ་གི་རེད་པ། འོ་དེས་ཁོར་ཡུག་ལ་ཡ་གཏོར་སྐྱོན་གཏོང་གི་རེད་ཟེར་གཅིག་རེད་ཤག་གཉིས་པ་དེ་ག་རེ་གསུངས་པ་རེད་ཟེར་ན། ད་དེའི་ཡ་འཚོ་སྡོད་བྱེད་ཉལ་གི་ནི་རི་དྭགས་ཡིན་ནའི་རེད་གཅིག་དེ་ས་འོག་ལ་ཡིན་ནའི་སྲོག་ཆགས་མང་པོ་ཅིག་ཡོད་རེད་པ། ད་དེ་གས་ཀྱི་ནི་འཚོ་སྡོད་ལ་ཡང་ནི་འགོག་རྒྱུན་མང་པོ་ཞིག་བཟོ་དགོས་རེད། ང་ཚོ་རི་དྭགས་བཟས་ཏེ་ནི་འགྲོ་མགོ་ལངས་པོ་འདུག་ནམ་རྒྱུན་གཅིག་གིས་རླངས་འཁོར་དེ་འདྲའི་མཐོང་མིན་ནི་ཐག་རིང་པོ་ནས་མགྱོགས་པོ་མགྱོགས་པོ་བུད་འགྲོ་གི་འདུག་བྱས་ཙང་འོ་དེ་འདྲས་ཡིན་དུས་ཙང་ནས་ནི་ཤོ་བག་གི་བི་ཏྲ་ཆེན་པོ་དེ་འདྲས་ཅིག་རི་ཁྱོན་ཡོངས་ནས་འདུག་ཅིག་གྲགས་ཡོང་དུས་ཙང་ནས་སྲོག་ཆགས་མང་པོ་ཅིག་འགྲོ་མགོ་ལངས་ནས་བུད་འགྲོ་ཡ་ཁོང་ཚོའི་སྤུ་གུ་ཡིན་ནི་རེད་ཅིག་སྐྱེས་མ་ཐག་པོ་དེ་འདྲས་ཡོད་རྒྱུ་རེད་བ་ད་དེ་གས་ལས་དེ་དུས་ཙང་ནས་ནི་འདུག་སུ་ད་དོགས་བྱེད་ཉན་མེད་པ་ཤི་འགྲོ་གི་རེད་བ་ད་ཇོ་ཀོ་མི་ཡང་རྒྱ་ཚུགས་ད་ལུས། ཁོ་ཚོའི་ཁྱིམ་གཞིས་དང་མ་སྲུ་མེད་ཆ་དུས་ཚོ་ལོག་ཡོང་གི་མ་རེད་པ། བྱས་ཙང་འདི་འདྲའི་ཐད་ལ་ཡང་སྤྱི་ཡོངས་ཀྱི་ད་སྲོག་ཆགས་ཀྱི་སྤྱི་ཀྱི་འཚོ་དོན་ནས་མཆེད་པའི་ནད་ལས་དཀའ་ངལ་མང་པོ་ཞིག་བཟོས་པ་རེད། འདི་གཅིག་རེད་བྱ། གསུམ་པ་དེ་ག་རེད་ཟེར་ན་ཧི་མ་ལ་ཡའི་རི་རྒྱུད་ལ་ཡག་གང་རེད་རྩ་ཆེན་པོ་ཡི་ནད་རིགས་མང་པོ་ཅིག་ད་ང་ཚོའི་བོད་རིགས་མི་དམངས་ཁ་བྱང་གི་རྩ་ཆེན་པོ་དང་དད་གུས་བྱེད་ས་འོ་འདི་འདྲ་ཅིག་ལ་བརྩི་གི་ཡོད་རེད་པ། ད་དེ་འདྲ་ཡིན་དུས་ཙང་ནི་ཨ་ནི་རི་ཁྱོན་ཡོངས་ལ་ཤོག་སྦག་རྒྱབ་བོ་དེ་འདྲ་ཅིག་བྱེད་ཡོང་དུས་ཙང་ནི་ཨ་ནི་ཅིག་གིས་མང་ཚོགས་ཚོ་ལ་ཡང་བརྩི་འཇོག་མ་བྱས་པ་དང་མང་ཚོགས་ཚོ་ད་འདི་ལ་ཡང་གར་སུ་རེད་ད། ཅིག་གིས་དད་གུས་ཅིག་ས་དེ་རྡོག་རུལ་བཏང་བ་འོ་དེ་འདྲས་ཅིག་དེ་འདྲས་རེད་ཟེར་བྱས་བཀའ་མོལ་དེ་འདྲས་གསུང་གི་འདུག་བྱས་ཙང་གང་ལྟར་ན་ཡང་ད་ཅིག་གིས་ང་རང་ཚོ་ཡིན་ན་འཚོ་སྡོད་བྱེད་སའི་གི་ཁྱིམ་གཞིས་དྲོན་མོ་དེ་ལ་ཡང་སྲུང་སྐྱབས་བྱེད་རྒྱུ་དེ་ང་ཚོ་ཚང་མའི་གི་འོས་འགན་རེད་བསམ་དྲན་གི་འདུག་ད་དེ་སྔོན་ནས་ཆ་བཞག་པའི་ན་གནས་ཚུལ་དེ་ད་ད། ཀྲུང་དབྱང་བརྙན་འཕྲིན་ལས་ཁུངས་ནས་ཡིན་ནའི་ལས་བགོས་པའི་ནང་བཞག་ད་ག་ནང་བཞིན་ཡིན་ན་ང་ཚོ་གཞིས་རྩེ་གྲོང་ཨུད་དང་གྲོང་ཁྱེར་སྲིད་གཞུང་གིས་ནས་ལས་ཕྱིར་བསྒྲགས་སྤེལ་བྱས་ཨ་ནི། གཅིག་གིས་བརྟག་དཔྱད་ཚོགས་ཆུང་སྒྲིག་འཛུགས་བྱས་ནས་གནས་ཚུལ་དེ་ལ་ཡང་བརྟག་དཔྱད་བྱེད་བཞིན་པས་གང་ཡིན་བྱས་དེ་འདྲས་སོང་བཞག་བྱས་ཙང་ང་ཚོ་མཉམ་དུ་ཨ་ནི་མཇུག་འབྲས་ལ་ཡང་རེ་སྒུག་བྱེད་དུ་ཞུ་ཡ་ཡིན་ཨ་ནི་ཁྱེད་ནང་ཚོས་ཀྱི་བསམ་ཚུལ་ག་རེ་ཡོད་ན་ཨ་ནི། གཤམ་ལ་ཡང་བཀྱོན་རོགས་གནང། ཚའེ་གོ་ཆང་དང་ཧྲི་ཙོ་ཉིའུ་གཉིས་ཀྱི་རི་བོ་ཧི་མ་ལ་ཡི་གི་རི་རྒྱུད་རྒྱང་ཚད་རྫོང་རན་ལུང་ཞང་གི་མངའ་ཁོངས་དུ་ཡོད་པའི་རན་ལུང་གནོད་སྐྱིན་ཁང་བཟང་ཞེས་པའི་གནས་རི་ཆེན་པོ་འདིའི་མདུན་དུ་སྐྱིན་ཟླ་དགུ་པའི་གི་ཚེས་བསྐྱུར་གི་ཉིན་ཤོག་སྦག་གི་སྒྱུ་རྩིའི་ཆེན་པོ་གྱིས་སྤར་བ་ཡིན་ཟེར་མདོར་ན་རྫས་ངན་ཆེན་པོ་གྱི་བསྡུ་བ་ལ་གཏོགས་འདུག་འདི་གའི་ཐོག་ཏུ་ང་ཚོ་རྒྱ་རིགས་ཀྱི་བློ་མཐུན་མང་པོ་ཞིག་གིས་སྐད་ཆ་དང་པར་རིས་བརྩམས་ཆོས་བརྙན་ཐུང་མང་པོ་གྱིས་པར་ཏེ་ཁོར་ཡུག་ལ་སྲུང་སྐྱོབ་མེད་པ་དང་རང་བྱུང་ལ་འགན་འཁྲི་མེད་པ་རེད་འདུག་ཟེར་ཏེ་ད་དྲ་ཐོག་ལ་དཔེ། བརྙན་མང་པོ་ཅིག་མཐོང་རྒྱུ་འདུག་དེ་འདྲ་ཡིན་དུས་རང་ཉིད་རི་བོ་ཧི་མ་ལ་ཡའི་རི་རྒྱུད་ཀྱི་རི་འདབས་ནས་འཚར་ལོངས་བྱུང་བའི་བོད་ཀྱི་ཞུན་པ་ཅིག་ཡིན་པར་སོང་ཙང། འདི་གི་ཐོག་ཏུ་བསམ་ཚོར་ཅིག་ཞུས་པར་ཡིན་ན་འདི་འདྲའི་ཅིག་གིས་ང་ཚོས་རི་བོ་ཧི་མ་ལ་ཡ་ཟེར་ཡ་འདི་འཛམ་གླིང་གི་རི་ཡི་རྒྱལ་པོ་ཟེར་ནའང་འདྲ་གངས་འཁྱགས་ཀྱི་ཕ་ས་ཟེར་ནའང་འདྲ་ཆུ་འགོ་ཡོངས་ཀྱི་གཞི་མ་ཟེར་ནའང་འདྲ་འཚོ་བའི་གཏིང་ས་སྐྱེས་འོ་འདི་འདྲའི་ཅིག་ཆ་ཁོལ་བར་དེ་འདྲ་ཡིན་དུས་ང་ཚོའི་ད་ལྟ་རྒྱལ་ཁབ་ཀྱི་སྔོ་ལྗང་ཅན་གྱི་གངས་ལྗོངས། བོད་སྐྱོང་བོ་དེ་འདྲ་བསྐྲུན་དགོས་པ་རེད་ཟེར་གྱི་ཡོད་རེད་མ་གཏོགས་པའི་ང་ཚོའི་ཤོག་པ་འདྲ་མིན་མང་པོ་དང་བཙན་བྱོལ་འདྲ་མིན་མང་པོ་ཀྱི་འདུག་སྲིད་ཀྱི་བོད་སྐྱོང་དང་གང་སྐྱོང་བསྐྲུན་དགོས་ཟེར་ཡག་གི་འདི་འདྲ་གི་སྐད་ཆ་འདྲ་བོ་ཀྱི་མི་འདུག་དེ་འདྲ་ཡིན་དུས་ད་ས་ཆ་འདི་བ་ལ་ཡོད་པའི་གི་མི་འདི་ཚོ་དང་འབྲེལ་འདྲིས་ཀྱི་སྐད་ཆ་བྱས་ཡོང་དུས་ལས་ཕྱུག་འདི་ནི་གཟའ་འཁོར་སྐྱེས་དང་གཉིས་ལ་གྲ་སྒྲིག་བྱས་པར་དང། ཨ་ནི་འདི་འདྲས་བྱས་ཏེ་ལས་ཡོང་རྒྱུ་གི་ལས་ཁ་གྱེས་རེད་ཟེར་དེ་འདྲས་ཡིན་དུས་ང་ཚོས་གནས་འདི་ན་ལ་ས་འདི་ན་ལ་ཁོར་ཡུག་སྲུང་སྐྱོབ་རུ་ཁག་དང་གོང་རིམ་མི་སྣ་འདི་ཚོས་ཨ་ནི་ལས་ཁ་འདི་ལས་བསྐྱོད་ཡག་གི་རྒྱུ་མཚན་ག་རེ་ཡིན་ན་སྐབས་རེ་ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཟེར་ནི་གི་ཁ་ན་ན་དུ་སྐྱེས་ཟེར་ཟེར་གྱིས་ནི་བཤད་ཁུལ་ཡོད་པ་རེད་ལན་རེ་འདི་འདྲས་ཀྱི་ཤོག་སྦག་གྱི་རི་བོ་ཧི་མ་ལ་ཡའི་གི་རི་རྒྱུད་དུ་སྤར་ཡོང་པ་འདིས་ང་ཚོའི་ཁོར་ཡུག་ལ་ཕན་པ་ཡོད་རེད་དམ་ཡང་ན་གནོད་པ་ཡོད་རེད་གནོད་པ་ཡོད་ན་འདི་ལ་བཀའ་འགོས་མི་བཟོ་པའི་རྒྱུ་མཚན་གང་རེ་རེད། ཕན་པ་ཡོད་ན་ཡོད་པའི་རྒྱུ་མཚན་དང་གསར་བཤད་སྐྱེ་འོ་མེད་པ་རྒྱུ་མཚན་ག་རེ་རེད། ཡང་ན་འདིའི་གཞུང་གི་འཚོལ་རྟོག་བྱེད་མཁན་གྱི་ང་ཚོ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྐྱི་དམངས་འདི་ཚོ་ལ་ཨ་ནི་མུ་མཐུད་ཡོད་མེད་ཀྱི་ཐོག་ནས་ང་ཚོས་ཀྱི་སྐད་ཆ་དྲི་ཉུང་ཡོད་རེད་དང་ཡོད་མ་རེད་འདི་འདྲའི་གྱི་ཐོག་ཏུ་ང་ཚོས་ཀྱི་བསམ་མནོ་དང་འདི་འདྲའི་གྱི་ལས་ཁ་གི་ཐོག་ཏུ་ང་ཚོས་གཟབ་གཟབ་མ་བྱས་པར་ཡིན་ན་ང་ཚོས་སྔོ་ལྗང་ཅན་གྱི་གངས་ལྗོངས་བསྐྲུན་དགོས་ཞེས་པ་དེ་བཙན་བྱོལ་དང་རྫས་ངན་དུག་རྫས་ཀྱི་ཁང་པའི་གྱི་གངས་ལྗོངས་བསྐྲུན་པའི་གྱི་ཉེན་ཁ་མང་པོ་ཅིག་འདུག་དེ་འདྲ་ཡིན་དུས་འདི་རང་གི་ཅིག། རི་བོ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཉེ་འཐབ་ནས་འཚར་ལོངས་བྱུང་སྟེ་ད་བར་ང་ཚོ་ཀྲུང་གོ་རྒྱལ་ཁབ་ཀྱི་ས་ཆ་འདི་ལ་གཙང་མ་གཅིག་མ་ཐོན་ན་རྩོད་པ་མི་སོ་སྙམ་པའི་གི་མི་གཅིག་ཡིན་པར་གི་ཆ་ནས་འདི་འདྲིའི་གི་བསམ་ཚོར་གྱི་མ་ཞུ་མཐའ་མེད་དུ་འདྲ་བོ་ཅིག་ཆགས་པ་རེད་དེ་འདྲ་ཡིན་དུས་ད་ང་ཚོ་བོད་ཀྱི་དྲ་གྲགས་མང་པོ་ཅིག་ཡོད་རེད་དེ་འདྲ་ཡིན་དུས་འདི་འདྲིའི་གི་ལས་ཆུང་འདྲ་བོ་དང་ང་ཚོའི་གི་གཅིག་གནོད་འཚེ་ཡོད་པའི་གི་ལས་ཆུང་འདི་ཚོའི་གི་ཁྲོད་དུ་ཡང་ཁ་གྲགས་རན་དུས་ད་ཁ་གྲགས་གི་མ་རེད་ཟེར་ཡག་གི་སྐད་ཆ་མང་པོ་ཅིག་སྔོན་མར་ཞུས་པ་ཡིན་ཁ་ཡོད་ན་གྲགས་པའི་དུས་ལ་སླེབས་པ་རེད་ཟེར།